ཏེ་གྲོ་ཐོག་རིན་པོ་ཆེའི་གཞུང་གི་ལྷུམས་སུ་ཟླ་བོ་བཅུ་གཉིས་དུས་བཞུགས་དང། ཟླ་བོ་བཅུ་གཉིས་བཞུགས་པའི་ལོ་རྒྱུས་དེ་རྣམ་ཐར་དང་ཁ་གསལ་བར་དུ། ཏཱ་ནི་ཟླ་བོ་རེ་རེའི་ལོ་སྟེ་ཆུ་རུ་ཚེས་བཅུ་ཐམ་ལོ་ཨ་ཏཱ་ར་ཡུམ་རྒྱ་གར་ལྷ་མོ་ཡི་བསྙེན་ལམ་མ་འགྲོ་རེ་རེ་རེ་རེ་མཐོང་སྟེ་དགེ་བའི་རྟགས་ནི་བུ་ཆུང་དེ་འདུག་ཟེར་ཞུ་ནས་དེ་ན་བླ་མ་དྭངས་མ་ར་རྨི་ལམ་དང་པོ་དེ། ཏེ་གྲོ་ཐོག་རིན་པོ་ཆེའི་གཞུང་གི་ལྷུམས་སུ་བཞུགས་ཏེ་དགེ་བའི། ཏེ་ད་ཟླ་བོ་སྤྱིའི་ལམ་མིག་གི་ཚེས་བཅུ་ཐམ་ལོ་ཡི་མ་བ། ར་ནི་ཡི་ཚེས་དེ་ལས་འདས། ཡུམ་རླུང་ངོ་མཚར་ཆེ་ཡི་གེ་རྟགས་དཀར་ཆུ་ཆུང་ནུ་གོ་སོགས་བ་བཅིན། དེ་ལྟར་ཡུམ་གྱི་གཉིས་རྣམ་སྣ་ལུ། དེ་ལྟར་ཤིང་རིགས་སྣ་ཚོགས་སྐྱེས་པའི་ནགས་ཚལ་དེ་ལྟར་ཤིང་རྣམས་མ་འདྲ་བ་ལས་ཤར་སྐྱེས་བུ་གྱི་ནགས་ཚལ། དེ་དེ་སྣ་ལུ་སྟེ་ནགས་ཚལ་དེ་སྣ་ལུ་སྟེ་ཤིང་དེ་སོའི་རྣམ་སྨིན་བསམ་ཡས་ཀྱི་ལོ་འདབ་བརྒྱད་དེ་ལས། འབྲུ་ཆུ་དེ་སོའི་ག་ལིང་བ་ལས་དེ་ལས་ཤིང་གི་འབྲས་བུ་དེ་ལས་མེ་ཏོག་དེ་སོ་སྐྱེས་ཏེ་རྣམ་སྨིན་བསམ་ཡས་ཀྱི་དེ་དགའ་ཐོབ་ཐོབ་བའི་ཡུལ་མི་ཤིང་སྣ་ལུ། ད་ཨ་ནི་གི་བུ་ལུ།

དེ་སྐུ་ཚེ་འདི་དཔེ་ཆེ་དུ་མ་དང་ལྡན་པར་བྱེད་དོ། དེ་ལས་དེའི་གཡས་ཁ་ཏུ་ལུ་ཏེ་ང་ཚ་ར་བྷ་བ་བཅུ་གཅིག་ག་ཅི་ལོ། ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དབྱིངས་སེམས་མེད་ཀྱི་སྐུ་མདོག་བཀག་པས་ཕྱག་བཞི་པའི་མིག་ཆུ་བཞུར་འདུག། གཡོན་ཁ་ཏུ་ལུ་ཏེ་ལྟག་ང་ཚ་ར་དབུགས་དབྱུང་གུ་རུ་རུ་མོ་ཤི་པད་མ་འཇུ་ནེ་དབྱིངས་ཡེ་སེ། དེ་སྐུ་ཚེ་འདི་དཔེ་ཆེ་ལྡན་པ་སྔགས་བིད་ཀྱི་ཆ་ལུགས་པས་ཐ་ནས་པའི་བཞུགས་དུས་དུ་སེམས་མེད་པ་ལ། དེ་ལས། དང་ནི་བའི་ཡུམ་ཀྱང་ནི་བའི་རྗེས་བ་ད་ལོ་སྟེ་རྟགས་ཡུམ་མོ་རིགས་ཀྱི་ཐུགས་ཁ་ལས། དེ་ལས་ཏེ་ཡོད་སྲིད་ཁ་དོག་ལྔ་བས་མི་ཕྱེད་དེ་ཁྲོལ་བུའི་ཞལ་ལས། དེ་ལས་བས་ཏེ། སླར་ཡང་ཡོད་སྲིད་རྣམས་དང་ནི་མོ་ཀྱི་ཐུགས་ཁ་ལས་ཁྲོལ་བུའི་གྱི་ཡོད་སྲིད་དེ་སུ། དེ་མ་ལ་ཡ་རིམ་པ་བཞིན་དུ་བས་ཡང་ཏེ་བུ་ལུ་ཞུགས་པའི་གྱི་རྟེན་གྱི་གཙོ་བོ་སྟེ་ཆོས་སྐུ་སྣང་བ་མཐའ་ཡས་ཀྱི་ཐུགས་ཁ་ལོ་ཐིམ། དང་ནི་སྣང་བ་མཐའ་ཡས་ཀྱི་ཏེ་ཞལ་ལས། ཏེ་མོ་ལུ་ག་ཅིའི་ལུང་སྟེ་གསུང་ཡིན་གསལ་བ་བྱིན། དེ་བུམ་ཆུས་ཏེ་ད་རེ་ནའང་མ་རྣམས་བསམ་མི་ལས་བཞིན་ཡག་སུན་ནོ་ཟེར།

དེ་སྟོང་ཉམས་ནམ་མཁའ་ལྟ་བུ་ལོ། སྲས་ཉམས་ཉི་ཟླ་ལྟ་བུ་ལོ། དེ་ལས་ཐུགས་རྗེ་གི་ཉམས་ཉི་ཟླ་གི་ཡུལ་སྲས་ལྟ་བུ་སྲས་དང་ཨ་ནི་པའི་ཆབ་ཏུ་སྐྱེས་པའི་རྟགས་ནི་ཡུལ་སྲས་དུས་ཀྱི་སྟོང་གསུམ་གྱི་སྟོང་ཆེན་པས་ཏེ་འཇིག་རྟེན་གྱི་ཏེ་ཁམས་འཆར་བ་པའི་ཏེ་དེ་བས་ཏེ་སྨིན་བྱེད་ཡིད་སྲས་དང་ནི་འཁོར་ལོ། ཡུམ་གྱི་འཁོར་བ་ལོ། ཏེ་གཏམ་འདི་གི་བས་ཡུམ་གྱི་འཁོར་བ་ཞུགས་ཏེ་ཟླ་བོ་ཅི་འཇོག་བདག་གིས་མེད། ཚེས་བཅུ་ཐམ་ལོ། ད་ལྟ་ལས་ཡུལ་གྲུ་ཚོ་རིན་པོ་ཆེའི་ཡུམ་གྱི་ལྷུམས་སུ་ཞུ་བཞིན་གནས་པའི་ཟླ་བོ་གཉིས་སོང་ཡིན་གྱི་ད་རུང་ཚེས་བཅུ་ཐམ་གྱི་སྲིབ་ཆུ་རུལ་བོ་དང་ལུང། དེ་ལས། དེ་ཚེས་ཚེས་བཅུ་ཐམ་མེད་མེད་ཨ་ནི་དེ་ཚེས་བརྒྱད་ཟེར་འདུག་དེ་ཚེས་བརྒྱད་པའི་ཡི་གེ་ནུམ་གཅིག་གི་རྨི་ལམ་ན་ལོ། དེ་ལས་དེ

དེ་ལྟར་གཞན་དག་མ་གྲོགས་ཏེ་ང་ཅག་རིའི་རྒྱལ་པོ་རི་རབ་ཀྱི་རྩེའི་ལུས་མཛེས་དེ་དེ་ལྟར་རྨི་ལམ་ཐོགས་མེད་དགའ་སྟེར་ཏེ་སྨྲོས་ཤིག་ལ་ད་དེ་ཚོ་གྲུ་ཐོགས་རིན་པོ་ཆེ་གིས་དེ་ལྟར་ཐུགས་སྟོབས་དང་ནུས་པ་ཡིན་མོད། དེ་ལས་ད་རུང་གྲུ་ཐོགས་རིན་པོ་ཆེས་ཡུམ་གྱི་འཁོར་བ་ལུགས་ཞུགས་ཐིག་གི་ཟླ་བོ་སུམ་བརྗོད་ཡི་གེའི་ཚེས་བཅུ་ལྷམ་གྱི་ནོར་མ་ལུས་པའི་ཟླ་ལུགས་དེ་ཡུམ་ལུས་གཉིས་ལ་མ་ནི་བའི་མཐོང་བྱེད་ཡིད་སེམས་ཡུམ་འབྲུ་གཅིག་པུ་འཆིབ། འབྲུ་གཅིག་པུ་ཞོན། དེ་ལས་དེ་འབྲུ་གཅིག་པུ་ཞོན་ཟླ་ལུགས་འདི་འབྲུ་འདི་སྟེ་འཆིབ་འདི་འབྲུ་ཡིན་སྨྲས་སོ། དེ་ལས། པ་ནི་སྐམ་མཚོ་ཚིགས་ཀྱི་ཡབ་ཐག་ཉིབ་སྟེ། ཡབ་ཐག་གཡས་འདི་ཉིམ། དབྱིབས་འདི་ཟླའོ། དེ་ལས་ཏེ། སྲབ་ཐག་འདི་ནམ་མཁའ་གྱི་སྐམ་འདི་སུག་གིས་སྦས། དེ་ལ་ཨ་ནི་བས་ཏེ། ཆག་ལ་དུང་དཀར་ཅི་རྣམས་བཏགས་ནས་དུང་དཀར་དུ་ཕུལ། དེ་ལས་ཏེ་སིང་ངེ་ཆེའི་དུག་སེལ་མའི་སིང་ངེ་དེ་བཀྲུ། དེ་ནམ་མཁའི་མཐོངས་ན་འཕགས་པས་ཨ་ནི་འབྲུག་དུག་གི་ཞུན་ཏེ་ཆིབས་སྦྱོར་དུ། གླིང་བཞི་གླིང་ཕྲན་འདི་སུ་ཆ་སྙོམ། ར་ཏི་ཀོ་རི་ཚ་གསུམ་དུ་ཨ་ནི་འབྲུག་དུག་གི་ཞུན་ཏེ་དེ་བཅའ་བས་ཀྱི་རྨི་ལམ་མཐོང་ཅི་སེམས་མེད་ལ། ཡུམ་གྱི་གནས་ན་མ་ནི་བའི་གཟི་བརྗིད་སེམས། དེ་ལས་གྲུ་ཐོབ་རིན་པོ་ཆེ་ཡུམ་གྱི་ལྷུམས་སུ་ཞུགས་ཏེ་བརྒྱུད་པའི་ཟླ་བོ་བཞི། བཅུ་ཡི་གེ་ཚེས་བཅུ་གསལ་ཡི་གེ་དོན་སྣུམ་གཅིག་གཉིས་ལམ་ནལ་ལོ། ཚེས་བཅུ་གཉིས་ལམ་ནལ་ལོ་ཡུམ་ལུགས་རྨི་ལམ་མཁའ་ལྟེ་བའི་ཆུང་ལུགས་གསལ་བར་བྱིན། ཏེ། ཏཱ་མ། ལྷོ་ཕྱོགས་རྒྱ་གར་གྱི་དབུས། དུར་ཁྲོད་རྔམ་པ་སྒྲ་སྒྲོགས་གཉིས་སེམས་མེ་ཕྱི་ནང་ལོ་ཧུད་ཅིག་སེམས།

ཁོང་ར་མོ་ར་དང་མོ་རིགས་ཀྱི་བུ་དེ་གཉིས་ཡིན་ཟེར་དེ་ལྟ། ཁོང་ར་གཉིས་ཨ་ནུ་གུ་ལུ་དུས་བཞུགས་ཡིན་པས་སོ་མེད། ད་ནི། ཁོང་ར་ཡབ་ཡུམ་གཉིས་ཨ་ནུ་གུ་བཞུགས་དེ་ལས་དེར་རོ་ཡིད་ཀྱི་ཨ་ནུ་གུ་རོ་རྩེ་ཚིག་ཐུགས་ཀྱི་རྫེག་རྣམས་མི་ས་མི་འཆམ་སྐྱབས། དེ་ལས་དེར་ལབ་གཉིས་ཀྱི་དེ་གྲིབ་དེར་སྒྲ་རུ་སྤྲོ། དེ་ལུས་ལུ་དེ་དུར་ཁྲོད་ཀྱི་ཆས་དེ་སྲུབས་ཀྱི་རྒྱན། དེ་ལྟ། ཨ་ནི་བའི་སྦས་ཡིག་གི་སྐབས་དེ་ལུ་ད་ནི་ཡུམ་རྒྱ་གར་ལྷ་མོ་མོ་རིགས་ཀྱི་སྐོར་བྱབ་དེ་བུད་མེད་ལས་ཤ་དུག་སོ་མེད་ཨམ་ཆུ་ཅན་ལས་ཤ་དུག་ཟེར།

དེ་གཉིས་རྣམས་དད་པའི་མཐོང་བྱེད་ཡིན། དེ་ལས་གྲུ་ཐོག་རིན་པོ་ཆེ་གཡུང་དྲུང་ལྷུན་ཚོགས་ཞུ་བདེ་གུས་པའི་ཟླའུ་ཕྲུག་ལང་མིག་གིས་དེ་ཚེ་བཅུད་ཀྱི་ཆུར་གཡུང་གི་གཉེན་རྣམས་ན་ལོ་ག་དེ་བས་བྱུང་ན་སོ་བ་ཅི་ནི་ལྟ། འཇིག་རྟེན་གྱི་ཁམས་འདི་ན་ལོ་དེ་ལྟར་ང་ཅག་མི་ལྟོ་མི་མི་དེ་ལས་ཡན་ལག་རྐང་ལག་མ་ཚང་མི་དབང་པོ་མ་ཚང་མི་ཨ་ནི་ཟས་ནོར་དང་བྲལ་ཡིད་ཀྱི་མིག་བྱང་ཁ་སྤང་དགུ་འདི་སོ་ཨ་ནི་ཆང་སྙམ་ར་དེ་ཅི་ཁ་འཛོམས་ཤི་ན་དེ་ལས་དད། ཨཱ་ནི་རྫོང་མི་དགེ་ན་ལུ་སྟེ་ཡུམ་འཇའ་གར་ལྷ་མོ་མོ་ར་ཡི་རྨི་ཐུགས་མེད་མི་འདི་སུ་ལུ་རྨི་ཐུགས་ཀྱི་སྦྱིན་པ་དང་བསྐང། ཡན་ལག་མེད་མི་འདི་སུ་ལུ་ཡན་ལག་ནོའོ་ལོངས་སྤྱོད་འབུལ་མི་འདི་སུ་ལུ་ནོའོ་ལོངས་སྤྱོད་བྱིན་འདི་གི་བས། དེ་ལྟར་ལ། ཡན་ལག་མེད་མི་འདི་སུ་ཡན་ལག་ཐོབ་དབང་པོ་མ་ཚང་མི་འདི་སུ་ཡང་དབང་པོ་ཐོབ། དེ་ལས་དེ་དབུས་གཞུང་འཕངས་པ་འདི་སུ་ཡང་རིན་པོ་ཆེ་ཡི་གི་ཆ་ཕབ་འདི་གི་བས། དེ་ཁོང་གི། དེ་འདོད་པ་ཐམས་ཅད་དེ་ཡོངས་སུ་བསྐང་ཡི་གི་རྨི་ལམ་དག་ནས་བས་མཐོང་བྱེད་ཡིན། དེ་ལས་དྲུག་ཐོབ་རིན་པོ་ཆེ་དེ་ཡུམ་གྱི་ལྷུམས་སུ་ཞུགས་འདི་གི་བས།

དེ་སྒྲོལ་མའི་དཔའ་སྡིག་གིས་པས་དེ་ལ་ནི་མི་སྡིག་པ་བྱིན་ནི་དང་ནི་མི་སྡིག་གི་ཡུལ་སྡིག་གི། དེ་ལས་དེས་ཁམས་གསུམ་རིགས་དྲུག་གི་སེམས་ཅན་འཆང་སྙམ་ལ་དེ་གསལ་རྟོགས་བསྟོད་པས་དེ་མཐོང། མེད་སོགས་མེད་དང་ནི་མཐོང་ཅི་དང་ནི་རྐང་མིག་གི་ཡུལ་སྡིག་གི་རེ་རེ་རེ་རྩེ་གཅིག་སྡིག་གི་སེམས་ཅན་འཆང་སྙམ་གྱི་སྡུག་བསྔལ་གསལ་བརྡ་ཡིས་དམྱལ་བ་ཚ་གྲང་གི་སྡུག་བསྔལ་ཡི་དྭ་བྲལ་ཀུན་གྱི་སྡུག་བསྔལ་དོན་གྲུབ། ད་ཅི་ལ་ཅི་ཟ་གི་འདུག་ངས་ཡོད་སོ་སེ། ཞེས་ད་ཨ་ནེ་གསུམ་གྱིས་བལྟས་སྙམ་ན་ཅི་བྱུང་ཡིན་ཞེས་མོས་པ་རྨི་ལམ་ན་ལོ། དེ་ལས་གྲུ་ཐོག་རིན་པོ་ཆེ་གཡུང་དྲུང་ལྷུང་སོ་བཞུགས་སྟེ་གྱིས་པའི་ཟླ་བོ་བརྒྱད་ལག་མིག་གི་ཚེས་བཅུ། ལྟབ་ཆུ་རུ་ཚེས་བཅུའི་གྱི་ཆུ་དྲུག་ལུ་དེ་གཡུང་ལོ་རྨི་ལམ་མ་ནུབ་པའི་བྱུང་ཡིན་སོ་མོད། ལྷོ་ནུབ་ཀྱི་ཕྱོགས་ལས་ཁ་ལྷོ་ནུབ་ཀྱི་ཁ་ཏུ་ལུ་ཚུ་འུ་བས་ཏེ་ང་ཆ་ར་བཞག་ཚུན་དེ་ཁ་ཏུ་སྣ་ང་བས་མི་བྱེད་དེ། ཡ་མོ་རིགས་ཀྱི་གཟིམ་ཆུ་གིས་དེ་ཡང་པད་འདབ་དགུ་གཟུགས། རྟགས་ནི་རིམ་བཅུ་གི་པད་འདབ་དགུ་གཟུགས་བདག་ལུས་རྟགས་ནི་འཇའ། འཇའ་ཚོན་དྲུག་གི་རྟགས་ནི་འཇའ་ཚོན་དྲུག་ལ་འཕགས་པའི་དུས་ཡུན་མ་ནི་འཇའ་ཚོན་དུས་གཟུགས་བདུད་རྟགས་ནི་འཇའ་ཚོན་དྲུག་ལ་འཕགས་པའི་ཡུམ་མོ་རོ་བྱོན་བདག་ལུས་ཏེ་ནུབ་ཕྱོགས་དབུགས་རྒྱུན་གྱི་གཡུའི་དབྱིངས་སེ་མིག་གི་རྟགས་ནི་དུར་ཁྲོད་ཀྱི་ཆ་ལུགས་ཏེ་དེ་ན་ལུགས་རྨི་རོ་ལས་ཤག་སྟེ་རྨི་རོ་འདི་སུ་ལས་ཤག་ཡུལ་མི་དེ་ན་ལུས་དེ་རྣམ་སྨིན་སམ་མིག་གི་དེ་ཤ་ཟ་མིག་གི་དེ་ཅེས་འཛིན་ཅེས་ཅང་བྷ་བ་ཏྀ་ཟི་ལ་སོགས་པ་ཆ་མཉམ་རྣམ་སྨིན་སམ་མིག་གི་ང་ཁའི་འགྲོ་དེ་ལྟར་བྱ་བའི་ས་བཅད་རོའི་ཨ་ནི་དེ་ཕྱོགས་གཏོགས་དང་དེ་སོགས་མ་འདྲའོ། དེ་ཤ་ཟ་མིག་གི་བྱ་ལས་ཤ་གཅིག་དང་ཨ་ནི་བྱ་རིགས་མ་འདྲའོ་ལས་ཤ་བདུག་སུམ་ཨ་ནི་གི་བུ་ལུ་དེ་ལས་དེ་ཀའི་ཕོ་མོ་ཟེར་དེ་སྨིན་རྣམ་སྨིན་སམ་མིག་གི་ཁྱི་ཁོ་ཡུལ་མིན་དེ་ཕོ་དང་མོ་གཉིས་ཨ་ནི་བས་དེ་ལྟར་དགུ་བཅུ་པས་དེ་ཀའི་སྣོད་ཡུལ་དེ་ན་ལུས

སྐྲ་བཙུམ་མ་རུམ་པའི་ལྷའི་ཕྱག་གཡས་པ་ན་ལུས་སེམས་ཅན་གྱི་དགྲ་མ་རུ། དེ་ལས་གཡོན་པ་ལུས་དཀར་པགས་ལོ་ཐུག་པ། དང་ནི་ལས་ཤ་གཅིག་དེ་ཐལ་བའི་རྡུལ་འོད་ཟེར། དང་ནི་བོ་ད་ལུ་སྟེ་ལྷག་པར་དུ་སྟེ་བུད་མེད་གཞན་དང་མ་བྲལ་གྱི་བུད་མེད་གཉིས་པའི་མི་གཅིག་དང་ནི་སྔགས་པ་བན་དེ་དེ་གི་གཡས་དང་གཡོན་དེ་དེ་སྟེ། བུད་མེད་གཉིས་བརྡལ་ཏེ། ལབ་གཡས་པ་ལུས་དཀར་པགས་ལ་དང་གཡོན་པ་ལུས་དེ་ལས། ལབ་གཡས་པ་ལུས་སེམས་ཅན་གྱི་ཕུབ་དང་དེ། སེམས་ལྡན་གྱི་དགྲ་མ་རུ་མེད་དང་ཕུབ་སོ་དེ་བས་མེད། སེམས་ལྡན་གྱི་དགྲ་མ་རུ་དང་དེ་གཡོན་པ་ལོ་ཀ་པ་ལོ་ཐོ་བ་གཉིས་འདུག་ཟེར། དང་ནི། བུད་མེད་གཉིས་འདུག་གི། དེ་དག། འདི་ལོ་དེ་ཡུམ་རྒྱ་གར་ལྷ་མོ་གི་དྲི་བྲོ་མའི་དབའ་ཡི་དང་ན་ལོ། ཁྱེད་ཀྱི་ཚོ་བུད་འདི་ག་མ་འོང་ཟེར་དྲོ་ད་ལོ་དང་ནི་བུ་མོ་གཉིས་འདུག་གི། བུད་མེད་གཉིས་འདུག་གི་དེ་ཡུམ་རྒྱ་གར་ལྷ་མོ་ལོ་ཀླ་པ་ཡིན་པས་ས་མའི་དབའ་ཡི། མཁའ་འགྲོ་བདེ་མཆོག་རྒྱལ་མོ་འོང་ཟེར། མཁའ་འགྲོ་བདེ་མཆོག་རྒྱལ་མོ་འོང་ཟེར་ཁྱོད། དེ་དག། མ་ཡིན་གྱི་མངལ་སྒོ་འགྲིམས་འདི་གྱིས་དེ་ཆོག་ར་ཆོག་ར་ངོ་རྗེས་གསུམ་མོ་ཟེར་ཆུའི་ཁང་སྒྲུང་འདི་ཅོང་རྒན་མོ་སེ་མི་འདི་ཨིན་ཨིན་ཟེར། དེ་ད་དུང་བོད་ཡུལ་ན་སྤེལ་བ་བཞིན་རྒྱ་གར་ལྷ་མོ་ཟེར་ལབ་ཡས་མེད་ཟེར། ད་དུང་ང་ཕྱིས་ཀྱི་མཚོ་དཔོན་པའི་ཡུལ་མིག་གིས་རང་བྱུང་སྤྲུལ་བུ་ཀྱི་སྐུ་འདི་དེ་ད་ཁང་སྒྲུང་ཐམས་ཅད་ཀྱི་མཚོ་དཔོན་དེ་སློབ་དཔོན་ཆེན་པོ་པད་མ་འཇུ་ནེ་ཡིན་ཟེར། ད་ཆོག་ལ། ཕྱག་འཚལ་མངོན་སྤྲུལ་བཞུགས། ཟེར། དེ་ནས་བསྟན་པའི་འོད་ཀྱིས་དེ་ཡུམ་འཇའ་ག་ལྷ་མོ་ཡིན། དེ་དབུ་གིང་གུ་རུ་རིན་པོ་ཆེ་ཀྱི་སྐུ་མདུན་ལས་ཕྱག་འཚལ་སྐུར་བསྐྱབས། དེ་དབུ་གིང་གུ་རུ་རིན་པོ་ཆེ་ལྷུ་ཐེ་ང་ལུགས་མངོན་སྤྲུལ་གྱིས་བཞུགས་ན་སེར་པོ་ཟླ་ལོ། དེ་གུ་རུ་རིན་པོ་ཆེ་ཀྱི་ཞལ་ལས་གསུམ་ཡིན་པས་སོ་མའི་མཁའ་འགྲོ་བདེ་མཆོག་རྒྱལ་མོ་ཆོས་ཀྱི་གསུང་གི་བླ་མ་ཐམས་ཅད་ཀྱི་ཐུགས་དམ། སངས་རྒྱས་རྣམས་ཀྱི་ཐུགས། ཆོས་སྐུ་གི་གསང་མཛོད་ཆོས་སྐུ་གི་རིང་བསྲེལ་ཡིད་བཞིན་གྱི་ནོར་བུ་འདི་ལྟར་སྔགས་ཀྱི་དག་སྣང་བླ་མ་ཆོས་ལུགས་བྱིན་གྱིས་བརླབས། ད་ནི་ནོར་བུ་འདི་དེ་ཆོས་ཀྱི།

རྨི་ལམ་འདི་རྨི་ལམ་ཡིན་མེད་དེ་རྨི་ལམ་ཡིན་དུ་འབད་ས་ཕྱི་རོལ་ང་ཚོ་ལ་རྨི་ལམ་བཟང་པོ་ཅིག་མཐོང་འདུག་ལུག་དེ་སེམས་ར་དགའ་ཡིན་ཡིན་བས་ནི་ཡོད་བ་མོ་རང་ནས་བཟུང་བས་དེ་ཡུམ་རྒྱ་གར་ལྷ་མོ་གས་དེ་མ་པ་དེ་རྨི་ལམ་ཡིན་མེད་ཟེར་དེ་དབྱིན་རོལ་དེ་གཞན་དང་མ་འདྲ་གིས་དེ་ལྟ་དགའ་བ་དགའ་སྤྲོ་ཤིན་ཏུ་དཔག་ཏུ་མེད་པ་ཅིག་བྱུང་ཡིན་ཟེར་ཡིན་ལོ་རྒྱུས་མེད་ཐ་ན་ལེ་བས་དེ་གྲོགས་ཐོག་ཆེན་པོ་དེ་ལྷུམས་སུ་ཞུ་དུས་ཀྱི་བས། ཏེ། ཟླ་བོ་དགུ། རྒྱུ་ཡི་གེ། ཟླ་བོ་དགུ། ལ་མི་གི་ཚེས་བཅུ་བཞི་གསལ་ཡི་གེ་ཆུ་རུ་ལུ། དེ་དག། ཡུམ་གྱི་གཉིས་རྣམས་སྣ་ལོ་ག་དེ་པའི་མཐོང་ནོ་གསོལ་བ་བྱིན། དེ་དག། མཁའ་སྤྱོད་རིག་འཛིན་གྱི་ཕོ་བྲང་དབྱིངས་གསལ། མཁའ་སྤྱོད་རིག་འཛིན་གྱི་ཕོ་བྲང་དབྱིངས་གསལ་མི། གནས་ཡིད་དུ་འོང་བ་ཅི་འདུག་སེམས་མེད། ད་ནི་གནས་ཡིད་དུ་འོང་བ་ནི་ལོ། བུད་མེད།

དང་ཞུ་རིག་ཡོད་ལྷུམས་སུ་ཞུ་ཚེ་སྐབས་སུ་བག་ཕོ་བ་ལུག་ཡོད་པའི་སྐབས་ལུག་ཡིན་མ་རེད་ལ། དང་ན་ལུག་དེ་ཟླ་བ་དགུ་ལངས་མེད་ཀྱི་ཚེས་བཅུ་བཞི་ཚེས་གཅིག་གི་གི་རྟག་པ་འདི་བས་ལ་དང་ན་ལུག་དེ་ད་བོད་མི་གཙོ་མོ་འདི་གི་ཀོ་རི་སྐྱབས་འདི་གི་བས་དེ་དང་མ་ར་ང་ཚ་ར། ཁ་ཆོས་རིག་འཛིན་གྱི་ཕོ་བྲང་ཡིན་ཡིན་སེམས་མེད་ཀྱི་གནས་ཕྱི་ན་ལུག་གནས་ཡིག་ཐུང་འོང་ཕྱི་ན་ལུག་དེ་བོད་མི་དེ་སླད་མོ་རུ་བ་དང་རིན་པོ་ཆེའི་རྒྱན་གྱིས་བརྒྱན་པ་དེ་ལས་འཁོར་ལོའི་བུད་མེད་དུར་ཁྲོད་ཀྱི་ཆས་ཀྱིས་བརྒྱན་པ་དམར་མོ་གཅིག་གིས་བསྐོར་བ་དེ་བསམ་གྱིས་མི་ཁྱབ་པ་བས་ཨ་ནེ་བུ་བཞུགས་ནོ་འོད་ཟེར་དང་ཨ་ནེ་བུད་མེད་དེ་རྣམས་ཀྱིས་དེ་བཙུགས། ཀྱི་ཐུགས་ཀ་ལུ། དེ་ཐུགས་ཐུགས་ཁ་ལེ་བའི་ཞལ་ལས་དེ་བལྟ། ཆོས་ཀྱི་ཕོ་བྲང་འོད་ཟེར་དང་ཨ་ནེ་ཐུགས་ལེགས་པའི་བག་ཡོད་སྲོད་ཁྲོས་པའི་ཞལ་ལས་དེ་རིན་པོ་ཆེ་ལས་གྲུབ་པའི་གི་ཟ་མ་ཏོག་ཅིག་ཡུམ་འདི་ཀྱི་ཐུགས་ལས་མ་བས་དེ་ཡོད་སྲོད་ཁྲོས་པའི་ཞལ་ལས་དེ་རིན་པོ་ཆེ་ལས་གྲུབ་པའི་ཟ་མ་ཏོག་ཟེར་བ་ཅིག་ཨ་ནེ

དང་ནི་མེད། ཟླ་བོ་དགུ་བྷིག་གི་སྐབས་ལོ། ད་དེ་ལས་གྲོ་ཚོགས་རིན་པོ་ཆེ་ཡུམ་གྱི་ལྷུན་གཟུགས་ཆུ་ཐིགས་ཀྱི་བའི་ཟླ་བོ་བཅུ་ཐམ་ལ་མིག་གི་ཚེས་བཅོ་ལྔ་བའི་ཡི་སི་ཆུ་དྲུག་ལོ། དེ་ཡུམ་ལུགས་རྨི་ལམ་སྟེ་ག་ལེ་བའི་བྱུང་མྱོང་ཚོལ་བ་ཕྱིན། མོ་རིགས་ཀྱི་སྟེ་བྷ་ཇོ་སི་ཀི་སྟེ་ཨོ་མིག་གི་སོ་ཡོ་བ་མོ་ངོ་ཚེ་བ་བཅུ་ཨོ་དོ་སི་ལ་ཨོ་མ། ཨ་ནི་ཨོ་དོ་ཀི་ནང་ན་ལེ་ཨོམ་ན་ལེ་དེ་ལས་དེ་མེ་ཏོག་པད་མིག་གི་སྡོང་པོ་ཅི་ཡང་འཁྲུངས། མེ་ཏོག་པད་མིག་སྡོང་པོ་ཅི་འཁྲུངས་ཨ་ནི་པད་མའི་མེ་ཏོག་པད་མིག་སྡོང་པོ་དེ་གི་ཟེའུ་འབྲུ་གི་སྟེང་ན་ལུག་དེ་ལས་ཨ་ལུག། དེ་ལྟ་ན་མི་སྲ་མི་གི་ད། བྱ་རིམ། དེ་ཚེ་མདའ་དཔེ་གཅིག་གིས་བརྒྱན་པ་ཅི། ཞེས་འཛུམ་བག་དང་ལྡན་པའི་དགའ་འཛུམ་སྟེ་འདི་གི་བས་དེ་ལས་དེ། མོ་ལུག། སྐྱེ་མེད་མཚོན་པའི་ཕྱིར། དེ་ཆོས་ཐམས་ཅད་སྐྱེ་བ་མེད་པར་མཚོན་པའི་ཀྱི་ཆེད་དུ་ལ་ཞེས་ལ་ཨ་ཨ་སེམས་མེད་ཀྱི་སྒྲ་སྒྲོག། དེ་རིན་པོ་ཆེ་དུ་མ་གིས་རྒྱན་གྱིས་བརྒྱན་པ་ཅིག་འདུག་བསམ་མོད། ད་ཨ་ནི་བི་ད་ལོ། མི་ཏོ་པད་མ་དེ་ལོ། དེ་ད་ཨ་ནི་ཀྱི་མི་ཏོ་པད་མ་དེ་ལོ་དྭངས་མ་སྟོང་ཕྲག་ཅིག་འདུག་བསམ་མོད། ཨ་ནི་པད་འདབ་རེ་རེ་གིས་བལྟས་ན་ལོས་དེ་སྤྲུལ་པའི་ཀྱི་འཁོར་བསམ་གྱིས་མི་ཁྱབ་པ་རྣམ་པ་སྣ་ཚོགས་ཡོད་སའི་རིས་མ་འགྲོ་ལས་ཤར་འཕྲོ་དེ་གི་བས་ད་ཨ་ནི་བས་ཡོད་པས་དེ་ད་བའི་ག་ལས་ད་ཨ་ནི་དེ་སུ་ལས་དེ་ཡོད་སའི་འཕྲོས་བས་ག་ལས

དེ་མུ་གེ་ནི་ཆོས་འཁོར་ལྷ་ས་དབྱིངས་གསལ་གཙུག་ལག་ཁང་འབུམ་གཅིག་གི་སྒོ་ལྟ་བུ་ལས་དེ་ཆུ་བོ་བཞི་ལུ་རྟ། དེ་ལས་ལ་བ་ལུ་ཆག་ལུ་དུང་དཀར་ཅི་རྣམས་དུང་དཀར་དེ་དེ་ཕུག་རྟ་ལུ་དེ་མིག་གི་སྒོ། མ་འགྲོ། སྐྱེས་རིས་མ་འགྲོ། ལས་ཤ་ཚོགས་དེ་གྱིས་པས་དེ་ཆུང་མིག་གི་རྨི་ལམ་མཐོང་གཅིག་ད་ནི་འདི་སུ་ལུ་དེ་ཚོགས་མི་འདི་སུ་ལུ་དེ་དེ་ཡུམ་གྱི་ཆུས་ཤེས་པས་ཀྱིས་དེ་དང་གནས་འདས་པས

དེ་དག། ཁང་པ་གཞན་ཁང་ཟེར་རྣམ་སྨིན་བསམ་སྨིན་གྱི་ཁྱིམ་གཞན་ཁང་སྦོམ། དེ་རྣམ་པ་གྲུ་བཞི་དེ་གྲུ་བཞི་པ་བས་དེ་ལུགས་ཕྱོགས་བཞི་ལུགས་སྒོ་བཞི་ཡོད་པ་བས་དག་ནི་གི་དབུས་ལུགས་དག་ནི་ཕོ་བྲང་གཞན་ཁང་དེ་གི་དེ་སྦུག་ལུགས་དེ་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་གི་ཁྲི་སྦོམ་གྱི་དུ་སེམས། དག་ནི་གི་སྟན་སྣ་ལུགས་དེ་པདྨ་ཉི་མ་ཟླ་བ་དག་ནི་བརྩེགས་པའི་གི་སྟན་ལུགས།

སྙུད་དཀར་གྱི་བུམ་པ་ཐོག་ཏུ་གྱུར་པས་དེ་ཁྲུས་གསོལ་ཡུལ་གྱི་དེ་ཨ་ནི་གཉིས་ལམ་དུ་སོང་ནས་པའི་མཐོང་བྱེད་ཡིད་སེམས་མེད་པ་ལ་དེ་བརྒྱན་བདོག་པ་དེ་དེ་ལས་ཁྲུས་ཨ་ནི་ལྷ་ཡི་བུ་ཉིད་བྲིས་ཀྱི་དེ་མོ་གི་བུ་དེ་ལུས་ཁྲུས་གསོལ་ཕུལ་དེ་ལས་ནམ་མཚར་འདི་སུ་ཕུལ་ཨ་ནི་བའི་བའི་ཡིད་ཀྱི་གཉིས་ལམ་མཐོང་བྱེད་ཡིད་གཞན་ཡང། སྤྲུལ་སྐུ་ཆུ་ལུ་དེ་དེ་ཀའི་མ་དོ་བ་ད་རུང་ང་ཚ་སྤྲུལ་པའི་སྐུ་ལུས་ཆོས་བ་ཕུལ་བ་ཇོ་དབྱིངས་སེ་ཕྱོགས་ཆུ་ལས་དེ་ང་ཚ་རྨི་ལྟ་མི་མ་ཡིན་ལས་ཤ་དུས་ཤུ་ན་དེ་ང་ཚ་ཁོང་ར་མ་མེ་ཉིབ་དེ་ལུ་དེ་ཆོས་བརྒྱུད་ཀྱི་བྱེ་བྲག་དཔག་ཏུ་མེད་པ་ནི་བོད་བརྒྱུད་ཀྱི་གཉིས་ལམ་དད་པའི་མཐོང་བྱེད་ཡིན། ད་ནི་ང་ཚོར་དེ་སྒྲོ་ཐོག་རིན་པོ་ཆེ་དེ་དང། གཞུང་གི་ལྷུམས་སུ་ལུ་སྟེ་ཟླ་བོ་བཅུ་གཉིས་དེ་གཞུང་བོད་ཀྱི་ནང་ཁོ་ན་ལུ་སྟེ་ཟླ་བོ་རེ་རེ་བཞིན་དུ་ལུ་སྟེ་ཁྲི་ཁྲི་ཚེས་བརྒྱད་ཁྲི་ཁྲི་ཚེས་བཅུ་བཞི་ཁྲི་ཁྲི་བཅུ་ཐམ་མང་ཆེ་བ་དེ་བཅུ་ཐམ་རང་ཡིན་མོད་ད་ནི་གི་བྱུང་ང་བཅུ་ལུ་སྟེ་ད་དབུགས་ཀྱི་སྤྲུལ་བའི་སྐུ་ལུ་སྟེ་ང་ཚོར་ལྷ་དང་ཁམས་དུ་སྟེ་གཟུགས་ཀྱི་ཆོས་བར་ཕུལ་ཡི་ཡིན་ཏེ་ད་ཉམས་ན་ལས་དེ་འདི་གི་ཡུམ་ལུ་ཨེ་དེ་ལྟར། རྟགས་དང་མཚན་མ། དེ་ཉམས་སྣང་འདི་སོགས་རྨི་ལམ་ནང་ལུགས་འབྱུང་མིན་དེ་ཨ་ནི་པའི་ཡིན་མིན་ལ། ད་ཨ་ནི་པའི་སྦས་པོ་དེ་ལུགས་ང་ཚོ་ལ། དེ་གྲུབ་ཐོབ་རིན་པོ་ཆེ་དེའི་རྟེན་ལ་ལི་གཅིག་གིས་དེ་གཡུང་དྲུང་ཁོག་པ་ལོ་དགུང་ལོ་དྲུག་ཅུ་བཞུགས་ཀྱིས་ཟེར། དེ་ལ་ལི་གཅིག་གིས། དེ་ལྟར་ངན་པ་དགུ་འཛོམས་ལུགས་དེ་དེ་འབའ་ཡིས་ཟེར་རོ་ན་རྣམ་ཐར་ན་བོ་ད་ལོ། དེ་དག་མདའ་བོ་དག་མིག་གི་ཚིལ་བཅུ་ལྷམ་ལུགས་དེ་སྐུ་འཁྲུངས་པའི་དུག་ཆོ་འཕྲུལ་མདའ་ཡིག་གི་ཚིལ་བ་བཅུ་ལུགས་དེ་སྐུ་འཁྲུངས་མིན་ཟེར། ད་ནི་སྦས་པོ་ད་ལོ་ད་ནི་དེ་སུ། དེ་ལོ་རྒྱུས་དེ་ང་ཅག་ར་མ་ཐ་བུད་ཀྱི་ལོ་རྒྱུས་མ་ཐག་རྒྱུན་འབྱམས་སེམས་མི་དེ་ཇོ་ཇོ་དབྱིན་པས་ད་དུ་ནང་སྔགས་ཀྱི་རྣམ་ཐར་དེ་སུ། དེ་ད་ཁ་མ་འགྲོ་ཅི་ཡིན་ཅི་ན་ལུ་རྗེས་དེ་རྟག་དེ་བོད་ས་ཆེ་རུ་ལ་ལི་ན་འཁྲུངས་མིན་གྱི་དུས་ཚིགས་གསལ་ཐུག་ཐུག་ག་ནས་མིན་ནོ་ལ་ལི་ཅི་ན་ལུ། དེ་ད་བོ་དང་མིན་གྱི་དུས་ཚིགས་བཅུ་ཐམ་ལོ་ལྷའི་འཁྲུངས་འཁྲུངས་མིན་ཡིན་ཟེར་ད་ནི་བས་འདུག་ད་ནི་བས་ཨི་མེད་ཚེ་ཞུ་ནི། ད་ནི་བས་སྦས་དེ་བོད་ད་ལོ་ང་ཅག་ར་གྲུ་ཐོག་རིན་པོ་ཆེ། ད་ནི། ཡུམ་གྱི་ལྷུམས་སུ་ཨང་ནི་བས། དེ་ལྟ། གཞུག་རིག་པས་དེ་རྟག་པ་རྨི་ལམ་དུ་སོ་མ་འདྲ་བོ་པའི་རྟེན་འདུས་བོ་ད་ལུ་དེ་ལས་ཡུལ་མེད་ཨ་ཚི་ཙི་ཝ་ཡེ་དེ་ག་དེ་བས་ཨི་ན་མོ་དེ་ཡིན་གྱི་ཁོ་བོ་ཡུལ་མེད་ཀྱི་ཨ་ལུ་དེ་དེ་ཡང་ན་ལས་བཞིན་ཕྱི་ར་འུ་ནུས་མེད་ཡང་ན་ཟོབ་ཆུས་འུ་ནུས་མེད་དེ་ལྟ་ག་དེ་བས་ཨིན་འདྲ་ག་ཨི་ན་སེ་དེ་ལས་དེ་མོ་ར་དོག་པ་ས་དེ་གི་བས་དེ་ལས་དེ། དེ་ན་ལུ་གཞུག་མེད་ཀྱི་ཨི་ལམ་དེ་ཀུན་འཕང་རི་ཧྲུལ་ཆེན་པོ་དོན་ཡོད་རྒྱལ་སེམས་སེམས་མེད་འདི་ལུ་དེ་གཞུག་དེ་རྟག་བོ་ད་ལུ་ད་ཆུས་རྣམ་རྟོག་མ་ལ་ཨ་སེ་ཆུས་གི་ཁོ་བོ་ཡུལ་མེད་དེ་དེ་ང་ཚར་དབུ་རྒྱུན་གུ་རུ་རིན་པོ་ཆེ་གྱི་སྤྲུལ་པ་ཨིམ་ཐག་ཆོད། དབུ་རྒྱུན་གུ་རུ་རིན་པོ་ཆེ་གྱིས་དེ་ལས་རུང་ལས་དེ་དད་པའི་ཡུལ་ཡོད་ཟེར། ཡུལ་བ་ཞེས་བྱའི་ཤག་ཏུ་འདུག་བརྩོན་འགྲུས་ཞེས་བྱའི་མི་ཆེན་ཆུང་ཟེར། ང་ཡི་ཐུགས་ཀྱི་སྤྲུལ་པ་ཡིན་ཟེར་ཨ་ནེ་པའི་གསུང་དུས་ཡོབ་ཏཱ་ལུ་ཏཱ་ནི་དེའི་སྐབས་ལུགས་ཁོང་གི་ཕ་ཏཱ་ང་ཚ་ར། ཆོས་ལུགས་ཀྱི་ཁོང་རང་རུ་རྙིང་མ་ཡིན་མོད་ཀྱང་རྙིང་མ་གྱི་ནང་ལས་བྱང་ཐེར་ཡིན་མོད། རྟགས་ནི་བྱང་ཐེར་པས་དེ་ལས་འདས། བྱང་ཐེར་གྱིས་བལྟས་ཏེ་བསྟན་པ་འཛིན་པའི་སྐྱེས་བུ་ཆེན་པོ་ཀུན་འཕང་རི་ཁྲོད་ཆེན་པོ་དོན་ཡོད་རྒྱལ་མཚན་ཚད་མེད་དེ་རྣམ་གསུམ་པའི་བླ་མ་གྲུབ་ཐོབ་ཆེན་པོ་ཡིན། རྟགས་ནི། དེ་བཞུགས་པའི་གི་སྤྱན་སྔར་ལུས་རྟགས་ནི་ད་ཕྱིན་སྔགས་ཞུ་ཐོག་བཙུན་པའི་དོལ་ཡུམ་གྱི་སློབ་མ་འདི་བ་ཏཱ་ནེ་བས་ཞུས་པ་དང་ལུས་རྟགས་དག་བླ་མ་གྱི་ཆོས་བསྟན་པའི་མུ་བ་བསལ་ཏེ་དབྱིན་རོལ་ཏེ་དག་བར་ཆད་སེལ་ནས་ཀྱི་ཆེད་དུ་ལུས་རྩལ་ཏེ་གུ་རུ། ཀྱི་ཏེ་གུ་རུ་ཞི་ཁྲོ་གྱི་བསྐང་བ་འདི་གསུངས། དེ་མོ་གི་རྨི་ལམ་དུ་སུ་ང་ཨ་ནེ་བོད་མཐོང་མེད་ཨ་ནེ་བོད་མཐོང་མེད་ཟེར་དེ་བླ་མ་ལོ་ང་ཅག་ག་ར་བེ་སར་ཅི་རོ་དེ་བླ་མ་མཆོག་ལོ་ཞུགས་བེ་ད་བ་དེ་མོ་དེ་ཨ་ནེ་བེ་ཏེ་ཡག་ལོ་ཞུགས་དེ་བོ་ད་ལོ་དེ་ད་དེ་ཆུའི་ཚ་གེ་མ་ལ་མ་རེ་དེ་ཨུ་གིང་གུ་རུ་རིན་པོ་ཆེ་གི་ལུང་བསྟན་ལས་དེ་ད་ཡོ་བ་ཞེས་བྱའི་ཤག་དེ་འདུག་བརྩོན་འགྲུས་ཞེས་བྱའི་མི་ཆེན་ཆུང་དེ་ནི་ང་ཡིན་ཐུ་ཐུ་ཡིན་ཞེས་གསུངས་དེ་ཡུལ་དེ་ཆུ་གི་ལུ་ལུ་ཡོད་བེ་དེ་ལོ་ད་ཆུ་གི་གཙང་སྦྲ་ཁྲུ་ཐུན་ག་དེ་དྲག་དྲག་བེ་གྲབ་གྲིབ་དེ་སུ་ཞུགས་མ་ཆུབ་ཁ་ཕྱིས་ཟེར། དེ་ལས་ཏཱ་ནི་བས་སྦས་པས་ཏཱ་ནི་འདི་སུ་སྟེ་ཏཱ། བླ་མ་ལོ་ཞུ་དེ་བླ་མ་ཀྱེ་དེ་རུ་བླ་མ་དེ་ཐམས་ཅད་མཁྱེན་པ་ཡིན་པས་མོ། དེ་ཨུ་གུ་གུ་རུ་རིན་པོ་ཆེ་ཀྱེ་དེ་སྤྲུལ་པ་ཡིན། དེ་ལས་ཏེ། ནས་བས་བྱུང་རིགས་ཀྱི་བས་ཏཱ་དེ་ལས་ཏེ་ཏཱ། ཟླ་བོ་བཅུ་གཉིས་སེམས་མི་དེ་ཏེ། ཡུམ་གྱི་འཁོར་བ་ལོ་ཨ་ནི་བས་བཞུགས་བཞུགས་ཡིན་པས་ལ། ཏཱ་ཟླ་བོ་བཅུ་གཉིས་ཡུམ་གྱི་འཁོར་བ་ལོ་བཞུགས་དེ་ཨ་ནི་ཟླ་བོ་རེ་རེ་བཞིན་དུ་ལུ་ཏེ་ཏག་པ་རེ་རེ་མ་འདྲ་བོ་འདུག་ཏེ་ཏག་པ་རེ་རེ་མ་འདྲ་བོ་བྱུང་བས་དེ་འདུས་ཡུམ་འཇའ་གར་ལྷ་མོ་མོ་རེ། ཏཱ་དྷི་ཡི་རྩིས།

ཏཱ་ནི་བི་བའི་བས་པས་ཏི་ལས་ཏའི་ཡུམ་གྱིས་བཟློག་པ་འདི་སོ་ཡ་ཏི་སང་ཏཱ་མི་བི་ཏི་རྗེའི་གྲུབ་ཐོབ་རིན་པོ་ཆེ་ཏི་ང་ཚ་ར། དགུང་ལོ་བི་བ་ཅན། ཏི་དགུང་ལོ་གླང་ཡིན་མེད་ཏི་གྲུབ་ཐོབ་རིན་པོ་ཆེ་ཁོ་རིགས་ཀྱི་ལུང་བསྟན་གསལ་ཡུལ་སྒྲོན་མེ་སེམས་མའི་རྣལ་བས་ཏི་ག་ཏི་བའི་ཡུལ་ཟེར་བ་ཅན་སྐྱེས་བུ་མཚན་བཟང་གླང་ལོ་པ། གཟུགས་བྱད་སྐྱེས་མཐའ་ཡི་བྱང་ཆུབ་སེམས། ཐུགས་རྗེའི་ཡུམ་གྱི་ལྷུམས་ལས་འཁྲུངས། ཞེས་གསུངས་འདུག་བཟུང་བས་ཏཱ་ནི་བི་ཏི་ང་ཚ་ར་བ་ཅན་གནམ་ལོ་ཏི་ལྕགས་མོ་གླང་གི་ལུག་ལོ་ཏི་ཏཱ་ཆོ་འཕྲུལ་ཆེན་པོའི་ཀྱི་ཚེས་བཅུ་སོགས་དང་ལོ་སྟེ་ཟླ་བོ་དྭངས་མའི་ཀྱི་ཚེས་བཅུ་ལྷག་མོན་གྱི་ཚེས་དེ་ལྟར་དྲོ་བ། ཉིན་ཤར་ཨུ་ད་ཁྲིད་དེ་གྱི་བས་དེ་ལྟར་དྲོ་ཐོབ་ཏེ་ཁྲུམས་ད། ང་ཚ་ར་ཨ་ལུ་གཞན་པའི་བ་ཆ་ནི་དགུ་ཞོ་ལོག་དེ་གྱི་བས་དགུ་དྭངས་མ་སྟེ་འདུས་སྐྱེ་བོ་བ་མོ་ད་ནི་ཨ་ལུ་སྐྱེས་རབས་བཟང་མི་འདི་སུ་དགུ་ཞོ་ལོག་ནི་མི་ཡིན་སེམས་བ་པ། ད་ནི་བས་བས་ནི་དེ་གྱི་དེ་དྲོ་ཐོབ་ཆེན་པོ་དེ་དགུ་ཞོ་མ་ལོག་པ་ར་དེ་ཞལ་ལས་ཨོམ་མ་ནི་པད་མི་ཧུང་ཚེ་གསུངས་ཤིང་ན་དེ་ལས་ད་ཨ་ཨ་ཨ་ཚེ་དེ་ཆོས་ཉིད་རྣམ་དག་གི་གསུངས་ཐད་ལྟ་ཨ་དང་པོ་གསུམ་གྱི་སྟེང་ང་ཚེ་རང། ཉན་ཐོས་རང་གི་བྱང་ཆུབ་གསུམ་གྱི་ཐེག་པ་ཨ་གཉིས་པ་གསུམ་གྱི་ཐིག་ལེ། བྱ་ཡུལ་རྒྱུད་སྤྱོད་བུའི་རྒྱུད་རྣལ་འབྱོར་རྒྱུད་ཀྱི་ཐེག་པ་ཨ་གསུམ་པ་ཀྱི་ཐད་མ་ཧཱ་ཨ་ནུ་ཨ་ཏི་ཀི་ཏི་གཟུགས་ཀྱི་ཐད་ཐེག་བུའི་རྒྱུད་རིམ་པ་དགུ་སྟེ་སོ་གསུམ་ཏུ་རྒྱུད་ཆོས་འབྱུང་གཉིས་སེམས་པའི་བར་ལ་དག་གནས་པའི་སྟེ་ཐིག་ལེ། ཨ་ལུ་ཏི་མ་ཀི་སོགས་ཀྱི་ཐིག་ལེ་སྟེ། བཞུགས་སྟངས་ཡང་དེ་གཞན་དང་མ་འདྲ་བས་རྣམ་སྣང་གི་ཆོས་བསྟིམ་པའི

རྒྱལ་པོ་རི་བོའི་སྟབས་ཀྱིས་བཞུགས་པའི་ཡེ་ཤེས་མེ། ད་ནི་གི་འཁྲུངས་མིག་གི་སྐབས་ལོ། དེ་གྲུ་ཐོག་རིན་པོ་ཆེ་གི་འཁྲུངས་ཚོགས་སྤྱི་ར། དེ་དག་ཕྱག་གཡས་པ་སྡིགས་མཛུབ་ཡང་ནམ་མཁའ་ལོ། ཏེ་གཡོན་མཉམ་གཞག་མཛད་དེ་བགྱིས་པས་ད་ནི་གི་སྐབས་ལོ། དེ་དག་ང་ཙཀ་ར་རུ་གང་ཟག་ལས་དག་པ་རྩ་ཁམས་དག་པ་དེ་སུ་གི། དེ་སྦལ་བ་བྱིན་དེ་ཡང་ནམ་མཁའ་ལ་བབ། དེ་རོལ་མོ་གི་སྒྲ། མཁའ་འགྲོ་མ་འདི་སུ་སྐྱེས་ཏེ་ཡར་ལ་མ་ཁྲུས་ཕུད་དེ་མི་ཐུགས་ཀྱི་དྲི་ངར་རྟ་མ་འདྲ་ཡང་གཉིས་སུ་ཐུགས་ཡིད་ཀྱི་ལུགས་འཇུག་བདག་ནི་གྲུབ་ཐོབ་རིན་པོ་ཆེ་འཁྲུངས་མེད་ཀྱི་དུས་དེ་ལྟར་ང་ཚེ་འབེལ་བ་ཅན་གནམ་ལོ་འབེལ་བ་ཅན་སྤྱང་མོ་གླང་རྡ་འུར་འབེལ་བ་ཅན་དམ་པ་ཚེ་འབེལ་བ་ཅན་ཆུ་དྭངས་མོ་དེ་གྲུབ་པ་ཉི་མིག་གི་རྩེ་ཤ་འོག་ཏུ་ཁྲིད་དེ་བགྱི་བས་ཏེ་གཡོམ་འདི་ཕྱི་ཁ་ལུ་ཆུ་ལས་མ་བྱུང་བ་དང་ལུ་ཆུ་ལེན། ཡ་ཨེ་ཁུ་གུ་ཏུ་གུ་ཧུད་ཀྱི་ཨི་མ་བདག་ནི་གི་རྟག་པར་ལས་ཤ་འདུལ་བ་སྟེ། དེ་ལས། གཡུའི་རིན་ཆེན་འདི་ཡི་འཁོར་ལོས་བགྱིས་ད། ཡུལ་བ་ལྷ་རྩེའི་སྲིད་མི་འདི་ཁོང་རེད་གཡུའི་མོ་མོ་རིན་ཆེན་འདི་ཡིན་སྲིད་མི་འདི་ཁོང་གི་རྫོང་ཁ་གཅིག་གི་མི་ཡིན་འོ་ནི་མེད་ད་ཨ་ན་ལུ་རྒྱལ་པོའི་ཁབ་ལུ་དེ་ནག་མོའི་ས་མིག་གི་གཏམ་སྙན་འདྲ་ཁྱབ། དེ་ད་ཁོང་གི་ཡག་གི་ཚོང་པ་བཀྲ་ཤིས་སྲིད་མི་འདི་མ་བེ་བོ་ལུ་དེ་ཚོང་བཅག་པ་འཇུ་ཚོང་ལས་ལོག་ཁུས་གནའ་མའི་ས་མིག་གི་ལྷོ་ཚོང་ལས་ཤ་བོ་བོ་མིག་གི་ལོ་རྒྱུ་དེ་ལས་ཡག་མ་ཁ་གི་རྒྱུན་པ་ལུ་དེ་ད་མ་གི་དུང་གི་ཅོ་གས་དེ་ཡག་བུ་བ་ཕུ་མི་ཨ་ནེ་བེ་དེ་མགོ་ཁ་ཧུས་བུ་གི་ལོ་རྒྱུ་ཨ་ནེ་འདི་སུ་དེ་ལས་དེ། གཏད་ས་བྱུང། དེ་ནས། ཡབ་གཡོན་པོ་རྡོ་རྗེ་རྒྱལ་སྲིད་ཀྱིས་དེ། ཡབ་ཀྱིས་བདག་ཚིག་ཅི་སྟེ་ག་དེ་བས་ན། ནམ་ཐུགས་ལོངས་འདི་ཀྱིས་དེ་འཇའ་ག་ལྷ་མོ་ལོ། དེ་ང་གཅིག་གི་བུ་དེ། དེ་དག། གཞན་དག་མ་འགྲོགས་ཅི་འདུག་དེ་ཆོ་རིགས་ཀྱི་གནས་ལུགས་ཡོད་པའི་སྐབས་ལས་དེ་ཆོས་གཞན་ཧེ་མ་ད་མ་འགྲོགས་པའི་ལྷ་མཐོང་འདྲེ་མཐོང་གཉིས་སྨིན་བླ་མའི་ལས་བྱ་ཕྱིར་ར་བཤད་ནས་ཡོད། ད་ནི་བས་པས་བོ་ད་ལོ། དེ་དག་ཆོས།

དེ་ས་ལམ་རིམ་པར་བགྲོད་པའི་གྱི་རྟགས་ཡིན་ཡིན་ཟེར་ན། ཡུམ་གྱི་ལུས་ལུས་ཉི་ཟླ་ཞག་མེད་དེ་མ་རུ་མི་འབར་གསལ་ཡི་རྟགས་ཡིན་ཟེར་དུང་དཀར་ལན་གསུམ་འཕུར་མེད་དེ་འགྲོ་དོན་གཉེན་ཕྲ་བྱུང་ཡིན་གྱི་རྟགས་ཡིན་ཟེར་གཅིག་ཚུན་རྒྱལ་ཚིག་མཚུངས་མེད་དེ་བསྟན་འཕེལ་གྱི་རྒྱལ་ཚིག་འཛིན་པའི་གྱི་རྟགས་ཡིན་ཟེར་ཨེ་རྣ་ལུ། དག་ཞིམ་ཆགས་མེད་དེ་དགེ་ལེགས་སྟོབས་ཆེན་པོ་གྲུབ་པའི་གྱི་རྟགས་ཡིན་ཟེར་གཡོན་ལུ་འཇའ་ཚོན་ཟུམ་མེད་དེ་མཁའ་འགྲོ་དབང་དུ་བསྡུ་ཡི་རྟགས་ཡིན་ཟེར། བདུད་མོ། སྡོང་མགོ་ལུ་རྔ་ཆེན་འདུག་མེད་དེ་ཆོས་ཀྱི་སྒྲ་དབྱངས་སྒྲོག་པའི་རྟགས་ཡིན་ཟེར་རྒྱབ་གཏོར་ཆུ་ལུ། ཁྲོམ་ལུ་ཆུ་ཤེལ་མེད་དེ།

དེ་དག་གཞན་འདྲ་མ་འདྲ་གྱིས་དེ་དག་མཚན་ལྡན་གྱི་སྐྱེས་བུ་དམ་པ། དེ་དག་འཁོར་བ་ལས་ཟླ་བོ་བཅུ་གཉིས་བཞུགས་གོ་མི་དེས་དེ་མཚན་ཐ་དཔེ་བྱེད་དེ་དག་ཐམས་ཅད་དེ་དབང་པོ་ཡོངས་སུ་སྨིན་ནས་ཀྱི་ཕྱིར་དུ་ལོ་འཁོར་ལོ་རྒྱུས་ཀྱི་རྒྱལ་པོ་ལོ་ཟླ་ཕྲལ་གྱི་སྟོན་པ་ཤ་ཆ་ཐུབ་པ་ལོ་བསམ་མི་གསོལ་ཡུམ་གྱི་འཁོར་བ་ལོ་ཟླ་བོ་བཅུ་གཉིས་བཞུགས་པའི་གྱི་ལོ་རྒྱུས་ཡོད་མོད། ཐ་ནད་པའི་བས་པ་ད་ལོ། དེ་དག། ཨ་ནི་དེ་སུ་དག་རྒྱུ་མཚན་གྱི་ཐད་ལས་བཤད་པ་ཕྱིན་དེ་ལྟར་སྐུ་འཁྲུངས་མེད་ཀྱི་ཡུམ་གྱི་འཁོར་བ་ལུགས་བཞུགས་ཀྱི་སྐབས་ལས་ར་སྟེ་གཞན་དང་མ་འདྲེས་ཀྱི་རྟགས་ཆེན་བཟང་པོ་ཡུམ་ལུགས་རྨི་ལྟས་འཁྲུངས་མེད་ཀྱི་སྐབས་ཀྱི་རྟགས་ཆོས་དང་གཉིས་སུ་ཆ་མཉམ་ལ། དེ་དང་གང་ཟག་སྤྱི་དང་གཉིས་ཀྱི་འབྲུ་རྟགས་སྟེ་ཀྱི་བཟོ་ཚོགས་མིན་པ་སྟེ་རྣམ་ཐར་རེ་རེའི་རྗེས་མཐུན་ན་ལུགས་དེ་དག་རེ་བས་ཏེ་ཁ་གསལ་བས་བསྐྱོད་སྡུད་ཀྱི་འདུག་ད་ཧ་ནི་འདི་སུ་ལུས་རྟེན་འདི་གས་ཏེ་གྲོ་ཐོག་རིན་པོ་ཆེ་ཐང་སྟོང་རྒྱལ་པོ་སེམས་དབྱེ་དེ་ང་ཅག་ལ་གཞན་དང་མ་འདྲེས་ཀྱི་སྐྱེས་བུ་གཅིག་ཡིན་པ་དེ་ང་ཅག་གིས་དེ་ཧ་གོ་ཁ་ཆེ་ཡེ་སེ་ཞུ་ནི།